ཚོས་པ་ལ་དགག་བྱ། དགག་བྱ་མེད་པ་ཡིན་སྟབས་ཚོས་པ་ཡིན། དགོངས་ཚུལ་གསུང་མཁན་ཚོས་ཤ་རྐྱང་རོ་སྣ། སྤྱི་བཏུལ་གསེར་རྟ་ཚེ་ཁྲིམས་ལ་ནི། དཔའ་ལྡན་ཚོགས་མཆོག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ད་རེས་ཡིག་ཆ་དབང་དྲུག་པ། གཞུང་འབྲེལ་གདུང་གསུམ་མཉམ་སྐྱེད་ཀྱི་གྲོས་ཆོད་དེར་རང་ཉིད་ཀྱི་ལྟ་ཚུལ་དང་མཐོང་ཚོར། བསམ་ཚུལ་བཅས་གནས་ཚུལ་ཁ་ཤས་ཤིག་བཤད་རྒྱུའི་འབད་བརྩོན་བྱ་རྒྱུ་ཡིན། དེ་མ་བཤད་པའི་སྔོན་ལ། བོད་ནང་གི་རྫ་དྲ་གནས་སྟངས་དང་བོད་ནང་གི་ཉིན་རེ་ཉིན་རེའི་ཅུང་བལྟས་པས་གནས་ཚུལ་དག་འདིར་ཤོད་རྒྱུ་མིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ནང་དུ་ཕྱག་ལས་གནང་བཞིན་པའི་སྤྱི་འཐུས་རྣམ་པ་ཚོ་རེད། དེ་ག་ནང་བཞིན་ད་རེས་ཁ་སང་དུས་རབས་ཉེར་གཅིག་པའི་ནང་དུ་བཙན་བྱོལ་སྤྱི་ཚོགས་ཀྱི་བོད་པ་དེ་ཚོ་མང་ཆེ་བ་ཡར་ཐོན་ཅན་གྱི་རྒྱལ་ཁབ་མང་པོའི་ནང་དུ་བཀྲམ་ནས་བསྡད་ཡོད་དུས། ད་རེས་ཁ་སང་གསར་འགྱུར་རྒྱུན་ལམ་ཁག་ནང་གནས་ཚུལ་རྣམས་ལ་ལྟ་ཆོག་ཆོག་དང་ཉན་ཆོག་ཆོག་ཏུ་ཡོད་དུས། དེ་དག་ལ་ཐུགས་སྣང་ཆ་ཚང་གནང་བཞིན་ཡོད་པས་ཡིད་ཆེས་བརྒྱ་ཆ་བརྒྱ་དམ་པ་ཞུས་པའི་ཐོག་ནས། གནས་ཚུལ་འདི་དང་འདི་འདྲ་བ་བྱུང་འདུག་ཅེས་འདིར་གྲོས་ཚོགས་ར་བའི་ནང་དུ་ཞུ་དགོས་པའི་གནད་འགག་གང་ཡང་མཐོང་གི་མི་འདུག་དེས་ན་འདིར་མ་བཤད་པར། གྲོས་ཚོགས་འདིར་འབྲེལ་བའི་ཚིག་ཁ་ཤས་ཤིག་བཤད་རྒྱུའི་འབད་བརྩོན་བྱ་རྒྱུ་ཡིན། དང་པོ་དེ་ལ། ང་ཚོ་བོད་ནང་གི་བཟའ་བྲག་གནས་ཚུལ་ཟེར་བ་འདི། འགྲེལ་བཤད་གནང་མཁན་མང་པོ་ཞིག་གིས། ཉིས་སྟོང་བརྒྱད་ཚུན་ཆོད་ནི་གནང་གི་ཡོད་རེད། ཕྱོགས་གཞན་དག་ཅིག་ལ་བསམ་བློ་བཏང་བ་ཡིན་ན། བོད་ནང་གི་རྫ་ར་གནས་སྟངས་དེ། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཞེ་དགུ་ནས་ཡོད་བསྡད་པའི་གནས་སྟངས་ཤིག་རེད། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ། ང་གྲངས་རྣམས། ལྷག་པར་དུ། ལྔ་བཅུ་ང་དགུའི་བར་དུ། དམིགས་བསལ་གྱི་བཟའ་བཅའ་ཆེན་པོ་ཆགས། དེའི་རྗེས་ནས། རྒྱ་མའི་གྲགས་པའི་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པའི་རྗེས་ནས། བོད་ནང་དུ། ད་ལྟ་ལས་ཀྱང་བཟའ་བྲག་གི་གནས་ཚུལ་ལྡེམ་འགྱུར་གྱི་དཀའ་ངལ་རབ་དང་རིམ་པ་མང་པོ་ཞིག་བྱུང་བསྡད་ཡོད་པའི་གནས་སྟངས་རེད། དེའི་ཚུན་ཆོད་ནས། རྒྱ་ནག་གཞུང་གིས་ལས་འགུལ་གྱི་རིམ་པ་རབ་དང་རིམ་པ་མང་པོ། ཞིག། པར་ལྷག་དོན་དུ། བོད་ས་སྟོད་སྨད་བར་གསུམ་གྱི། བོད་ས་ཡོངས་རྫོགས་ལ། ས་རྒོད་གནས་མལ་གྱི་དཀའ་ངལ་ཧ་ཅང། ཤུགས་ཆེན་པོ། ཡོད་པའི་གནས་སྟངས་རྫ་དྲག་པོ་དེ་འདྲ་བྱུང། དེའི་རྗེས། རིག་གནས་གསར་བརྗེའི། སློང་འཚུབ་བཅས་ཀྱི། དཀའ་ངལ་དང་དེའི། རྗེས་རིམ་དཔེ། རྒྱ་ནག་གི་སྲིད་བྱུས་ལ་འགྱུར་བ་ཆེན་པོ་ཞིག། བཏང་འགོ་ཚུགས་ནས། ས་རྒོད་གནས་མལ། ས་རྒོད་གནས་མལ་ལ་དཀའ་ངལ། མི་འདྲ་བ། ཙམ་གྱི། ཡ་གྱལ། རིམ་པ་རིམ་པར། བྱུང་བ་ལ་བསྟུན་ནས། བོད་ས་སྟོད་མི་བར་གསུམ་དུ། ཞི་བའི་ངོ་རྒོལ་གྱི་ལས་འགུལ་རབ་དང་རིམ་པ་མང་པོ་ཞིག། བྱུང་བ་རེད། དྲུག་ཅུ་རེ་གྲངས་ནས་བདུན་ཅུ་དུང་གྲངས་ཀྱི་བར་དུ། ཞི་བའི་ལས་འགུལ་གྱི་རྣམ་གྲངས་དེ། ད་ལྟ་བ། བསྡུར་ན། ཉུང་བ་རེད། ཡིན་ན་ཡང། བྱུང་དགོས་པའི་རྒྱུ་མཚན་དེ། གང་འདྲ་ཅིག་ནས། རེད་ཅེ་ན། སྤྱིར་འཇིག་རྟེན་གྱི་སྐྱེ་འགྲོ་ཡོངས་རྫོགས་ཀྱི་གནས་སྟངས་གལ་ཆེ་ཤོས་དང་པོ་དེ། འཚོ་དགོས་རེད་དེ། དང་པོ་ཐག་གཅོད་དགོས་ཀྱི་ཡོད་པ་རེད། སྐབས་དེར་མཚོན་ན། མི་ཡི་ཤ་ཟ་དགོས་པའི་གནས་སྟངས་ཀྱང་མང་པོ་བྱུང་མྱོང་བ་རེད། རང་གི་བུ་ཕྲུག་བསད་ནས་ཤ་མ། རང་གི་བུ་ཕྲུག་བསད་ནས་ཤ་ཟ་དགོས་པའི་གནས་སྟངས་མང་པོ་དེ་འདྲ་བོད་ནང་དུ་བྱུང་མིན་མི་ཤེས་ཏེ། གང་ལྟར། རྒྱ་ནག་གི་ས་ཁྱོན་མང་པོའི་ནང་དུ་དེ་འདྲའི་གནས་ཚུལ་མང་པོ་བྱུང་བ་རེད། དེ་དུས་ཀྱི་གནས་སྟངས་དེ་དང་མ་འདྲ་བ་རེད། དེ་ནས། ལྟོ་གོས་ཀྱི་གནས་སྟངས་ཐག་གཅོད་ཟིན་པའི་རྗེས་སུ། བོད་པའི། བཤད་སྟངས་ལ་ལྟོ་གོས་གཏམ་གསུམ་ཞེས་པ་ཞིག། ཡོད་པ་རེད། གཏམ་དེའི་ཁུངས་ལ་ང་ཚོའི་ཆབ་སྲིད། བདེ་སྡུག་སོགས་གནས་སྟངས་མང་པོ་ཞིག། རང་བཞིན་གྱིས། ཆགས་བསྡད་ཡོད་པ་རེད། དེས་ན། ཟས་གོས་ཀྱི་གནས་སྟངས་དེ། ཐག་ཆོད་པའི་རྗེས་ལ། གཏམ་གྱི་གནས་སྟངས་དེ་ལ་བསམ་བློ་གཏོང་དགོས་པའི་གནས་སྟངས་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། ཟས་གོས་ཙམ་གྱིས་མ་འགྲིག་པར། རང་དབང་གི་ཁོར་ཡུག་ཅིག་རྒྱ་ཆེན་པོ་ཞིག་དགོས་པའི་ཚོར་སྣང་ཤུགས་ཆེར་བྱུང་ནས། གཞི་རིམ། བོད་ས་གཏོད་མེད་བར་གསུམ་དུ། ཞི་བའི་ལས་འགུལ་ཆེན་པོ་མང་པོ་ཞིག་བྱུང་བསྡད་པ་རེད། མདོར་བསྡུས་ནས་བཤད་པ་ཡིན་ན། དུས་ཚོད་ད་ལྟ་རང་ལ་ང་ཚོའི་བོད་ནང་གི་རྫ་དྲག་གི་གནས་སྟངས་དེ་ལོ་དྲུག་ཅུ་ལྷག་གི་ནང་དུ་རྩ་བ་ཉིད་ནས་འཇགས་ཡོད་པ་མ་རེད་ཅེས་བཤད་རྒྱུ་གཅིག་དེ་ཡིན། དེ་ནས་དོན་དག་གཉིས་པ་ཞིག་ལ། ད་རིང་ཁ་སང་བོད་ནང་དུ་རང་སྲོག་བློས་གཏོང་མཁན་དེ་ཚོ་ཧ་ཅང་འུད་སྟུག་པའི་གནས་སྟངས་ཡིན་པས། འགྲེལ་བརྗོད་དེ་ཤུགས་ཆེན་པོ་འགྲོ་ཡི་ཡོད་རེད། དེ་ལ་ཡང་གོ་བ་ལེན་སྟངས་གཉིས་ཀྱི་སྒོ་ནས་འགྲོ་དགོས་པ་རེད་སྙམ་པ་ཞིག་འདུག་དེ་ཡང། ཨ་ཅེ་འི་ཏུ། ཅེས་བརྗོད་ཚེ། དེ་མ་གཏོགས་ཁོ་རང་ལ་འཚོ་བའི་ལམ་ཀ་གཅིག་ཀྱང་མེད་རེད། ཨཱོ། མེ་རི་དང། ཡིན། མེ་རི་དང། དོན་དག་གཞན་ཞིག་རེད། དེ་གཉིས་ལ་བསམ་བློ་གཏང་དགོས་པ་རེད། གལ་སྲིད་ཁོ་རང་འདས་གྲོངས་སུ་འགྲོ་བ་ལས་འཇིག་རྟེན་འདིར་འཚོ་དོན་མེད་པའི་ཨ་ཅེ་འུ་ཐུག་གི་གནས་སྟངས་དེ་འདྲ་རྩ་བ་ཉིད་ནས་མ་རེད་ཅེས་ཞུ་རྒྱུ་ཡིན། རྒྱུ་མཚན་གང་ཡིན་ཞེ་ན། བོད་ནང་ལ་རྫ་དྲག་གི་གནས་སྟངས་ཆེན་པོ་ཡོད་པ་དང། རང་དབང་མེད་པ། དཀའ་ངལ་ཆེན་པོ་ཡོད་པ། རྒྱ་མིའི། མནར་གཅོད་ཀྱི་གནས་སྟངས་ཆེན་པོ། ཡོད་པའི་གནས་སྟངས་དེ་ལ། འགྱུར་བ་འགྲོ་ཐུབ་པའི་རེ་བ་བཅངས། རྫ་དྲག་གི་གནས་སྟངས་དེ་ལ་བརྟེན་ནས། རང་ཉིད་ཀྱིས། རང་སྲོག་བློས་གཏོང་གནང་བ་དེས། མ་གཏོགས། སོ་སོ། སྡོད་མ་ཐེབས་པའི་བར་ཆད་འོད་དུ་གི་གནས་སྟངས་དེ་འདྲ་རྩ་བ་ཉིད་ནས་མ་ཡིན་པ། ང་ཚོས། དང་པོ་ཉིད་ནས། བསམ་བློ་གཏང་དགོས་པའི། གལ་ཆེའི། གནས་ཚུལ་ཞིག་རེད་སྙམ་པ་དྲན་གྱི་འདུག། དེ་ནས་རྒྱ་ནག་གཞུང་གིས་ད་ལྟ་ཡན་ལ་བོད་ནང་གི་རང་ལུས་མེར་སྲེག་གཏོང་བ་དེ་ཚོ་ཚང་མ་ཕྱི་ལོག་ནས་ངན་སྐུར་བྱས་པ་རེད་ཅེས་ཤོད་འདོད་ཀྱི་ཡོད་པ་རེད། དངོས་ཡོད་གནས་ཚུལ་གྱི་སྟེང་ནས་མི་ཞིག་གིས། ཁྱོས་ཤི་ཞོག་ཅེས་བརྗོད་ན། ཤི་ཐུབ་མཁན་དེ་འདྲ་ལས་སླ་བོ་ཡོང་གི་མ་རེད་ལ། དངོས་ཡོད་གནས་ཚུལ་གྱི་སྟེང་ནས་ཤི་ཐུབ་པ་དེ་འདྲ་མ་རེད། ཡིན་ན་ཡང། རྒྱ་ནག་གཞུང་གིས་སྐད་ཆ་དེ་ཤོད་ཡོང་བའི་སྐབས་ལ་ཚོར་སྣང་དེ་ག་འདྲ་ཞིག། གྱོན་གྱི་འདུག་ཅེས་བརྗོད་པ་ཡིན་ན། སྐབས་རེ་སྐབས་འདྲ་པོ་ཞིག་གྱོན་གྱི་འདུག་གང་ཡིན་ཟེར་ན། རྒྱ་ནག་གཞུང་གིས་སེམས་ནང་ལ་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་དེས་བོད་ནང་གི་བོད་མི་ཚོར་ཤི་ཟེར་ན་ཤི་ཐུབ་པའི་ཚད་ཅིག་ལ་སླེབས་ཡོད་པ་རེད་བསམ། བསམ་པ་དེ་བརྗོད་ཡོང་དུས་སྐབས་རེ་ལ་ང་ཚོ་སྤོབས་པའི་ངོ་བོ། གོ་བ་བླངས་ནས། དོན་དམ་པའི་ངོ་བོའི་སྟེང་ནས་འཇིག་རྟེན་གྱི་མི་ཞིག་ལ། ཁྱོད་ཤི། ཁྱོད་ཤི་ཞིག་ཟེར་ན། ཤི་ཐུབ་མཁན་མི་སུ་གཅིག་ཀྱང་ཡོང་གི་མ་རེད། ང་ཤི་རྒྱུ་ཡིན། ང་གཉིས་མཉམ་དུ་ཤི་ཟེར་ན་དེ་འདྲ་ཡོང་སྲིད་པ་ཞིག་རེད་མ་གཏོགས། ང་གསོན་གྱི་རེད། ཁྱོད་ཤི་དགོས་པ་རེད་ཅེས་སུས་ཀྱང་བཤད་ཐུབ་ཀྱི་མ་རེད། ཡིན་ན་ཡང། རྒྱ་ནག་གཞུང་གི་ངོས་འཛིན་ལ། བཙན་བྱོལ་སྤྱི་ཚོགས་ཀྱི་ནུས་པ་དེས་བོད་ནང་གི་བོད་མི་ཚོར། ཁྱོད་ཤི་ཞིག་ཟེར་ན། ཤི་ཆོག་ཆོག་གི། ཚད་གཞི་ཞིག་ལ་སླེབས་ཡོད་དུས། ང་ཚོ་ཆབ་སྲིད་ཀྱི་ངོས་ནས་རྒྱལ་ཁབ་ཞིག་རེད་སྙམ་སྟེ། ངའི་ངོས་ནས་སྐབས་རེར་དེ་འདྲ་དྲན་གྱི་འདུག་འདི་གནད་འགག་ཅིག་ཡིན། དོན་དག་གཞན་ཞིག་ལ་བོད་ནང་གི་རྫ་དྲག་གི་གནས་ཚུལ་མོས་མཐུག་ཏུ་ཡོང་གི་ཡོད་པ་རེད། ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ནང་དུ། ང་ཚོའི་ཁོར་ཡུག་དང་ནུས་པ་སོགས་ལ་ལྟོས་ཏེ་ཐག་བཅད་ཆོག་ཆོག། འགྲོ་བདེ་སྐྱིད་རེད་ཡོད་པ་རེད། ཡོད་པ་རེད། སྙམ་པ་དྲན་གྱི་འདུག་དེ་འདྲ་ཡིན་དུས། ང་ཚོའི་ལས་འགུལ་གྱི་རྣམ་གྲངས་ལ་བསམ་བློ་གཏོང་སྟངས་ནི། མི་མང་གི་ནང་ལ་ཡིན་ན་ཡང་རེད། ལས་འགུལ་གྱི་དབུ་ཁྲིད་པ་ཡིན་ན་ཡང་རེད། ཁོར་ཡུག་དང། དུས་བཅས་གནས་སྟངས་གང་འདྲ་ཞིག་ཡིན་ཡང། ང་ཚོའི་ལས་འགུལ་ཚང་མ་ངོ་བོ་དེ་འཛམ་གླིང་གཅིག་པོ་ལ། ཁ་ཞེ་ཕྱོགས་ནས། ད། ད་སྔ་ཡན་ལ། སྡོད་དགོས་པ་མ་རེད་ལ། ད་དུང་ཡང་དེ་འདྲ་བྱེད་རྒྱུ་ཡོད་པ་མ་རེད་སྙམ་གྱི་འདུག་བོད་ནང་དུ་རྒྱལ་གཅེས་དཔའ་བོ་དཔའ་མོ་ཞིག་གིས་སྐུ་སྲོག་བློས་བཏང་ནས་བོད་དོན་འཐབ་རྩོད་གནང་བསྡད་པ་དེ། རྒྱལ་སྤྱིའི་སྤྱི་ཚོགས་གཅིག་པོས་རྒྱབ་སྐྱོར་ཐབས་པའི་ཆེད་དུ་དང། རྒྱ་ནག་སྲིད་གཞུང་གཅིག་པོས་བསམ་བློ་གཏོང་རྒྱུ་གཅིག་པོ་རེད་བསམ་གྱི་མི་འདུག་ང་ཚོས་ལས་འགུལ་སྤེལ་སྐབས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱབ་སྐྱོར་ངེས་པར་དུ་དགོས་པ་རེད། ཡིན་ན་ཡང། དེ། ང་ཚོའི་ལས་འགུལ་གྱི་འཆར་གཞི་ཞིག་རེད་སྙམ་གྱི་ཡོད། ཨང་དང་པོ་དེ། དབང་དང་པོ་ག་རེ་དགོས་པ་རེད་ཅེ་ན། ང་ཚོའི་བོད་རིགས་ཚང་མ། རྡོག་རྩ་གཅིག་སྒྲིལ་གྱི་ནུས་པ་གཅིག་པུ་སྤོང་ན། སྤོངས་ནས། གདོང་ཚོམ་མཉམ་སྐྱེད་ཀྱི་ཐོག་ནས། ཚང་མའི་བསམ་འདུན་གྱི་ནུས་པ་གཅིག་ཏུ་སྤེལ་ཐུབ་པ་ཞིག་གི་སྟེང། ང་ཚོའི་ལས་འགུལ་གྱི་དམིགས་ཡུལ་དེ་འཛིན་དགོས་པ་རེད་མ་གཏོགས། ང་ཚོའི་ལས་འགུལ་གྱི་དམིགས་ཡུལ་དེ་འཛིན་དགོས་པ་རེད་མ་གཏོགས། གཞན་གཅིག་གིས་རྒྱབ་སྐྱོར་ཉི་ཚེ་བ་ཞིག་བྱས་དང་མ་བྱས་དང་གཞན་དག་གཅིག་གིས་བགྲོ་གླེང་ཞིག་བྱས་མིན་དེ་སྟེ་ང་ཚོའི་སྨོན་འདུན་གཙོ་བོ་རྩ་བ་ཉིད་ནས་མ་རེད། དེ་འདྲ་ཡིན་དུས་ད་སྔ་ཡན་ཆོད་ལ་ང་ཚོས་ལས་འགུལ་སྤེལ་ནས་རྒྱ་ནག་དྲག་པའི་གཞུང་གིས་བོད་ལ་བཙན་འཛུལ་བྱས་ནས། མི་ལོ་དྲུག་ཅུ་རེ་གྲངས་ཤིག་འགོར་ཟིན་པ་རེད་དེ། ད་ལྟའི་དུས་ཚོད་ལ། བོད་སི་སྟོད་མའི་བར་གསུམ་ཡོངས་རྫོགས་ཀྱིས། བོད་མི་ཡོངས་རྫོགས་བསམ་བློའི་ནུས་པ་གཅིག་ཏུ་བསྡུ་ཐུབ་ཡོད་པ་དེ། ང་ཚོའི་བོད་གཞིས་བྱེས་གཉིས་ཀྱིས་ཆབ་སྲིད་ཀྱི་ལས་འགུལ་སྤེལ་བའི་གྲུབ་འབྲས་ཆེ་ཤོས་དེ་རེད། དེ་འདྲ་ཡིན་དུས། ད་ལྟ་ང་ཚོས་མཐའ་གཅིག་ཏུ། དམིགས་ཡུལ་ངོ་མ་དེ། བོད་དོན་བདེན་མཐའ་དངོས་སུ་སེལ་ཐབས། ཡོད་པ་མ་རེད་དེ། མེད་པ་ཡིན་ན་ཡང། ང་ཚོས། མི་ལོ་དྲུག་ཅུའི་རིང་ལ་རྒྱ་ནག་ལྟ་བུས་གཉེན་བྱེད་དང་ཡ་ང་མེད་པར་གདུག་རྩུབ་དང་མནར་གཅོད་གཏོང་མཁན་གྱི་སྲིད་བྱུས་མ་རབས་ཐ་ཤལ་དེ་འདྲ་ཞིག་གི་ཐབས་ཤེས་རབ་དང་རིམ་པ་མང་པོ་ཞིག་བྱས་ནས། ང་ཚོ། མི་ལོ་དྲུག་ཅུ་འདས་ཟིན་པའི་རྗེས་ལ་ད་དུང་བོད་དོན་གྱི་འཐབ་རྩོད་ཀྱི་ངོ་བོ་དེ་མོས་ཐུབ་ཏུ་གནས་བསྡད་ཡོད་པ་རེད། ང་ཚོས། ད་ལྟ་ཡི་ཡན་ལ། ལས་འགུལ་རེ་དང་རིམ་པ་སྤེལ་བའི་གྲུབ་འབྲས། གྲུབ་འབྲས་རེད་ཅེས་ཤོད་ཀྱི་ཡིན། དེ་ནས་ལས་འགུལ་ལ་རེ་དང་རིམ་པ་མང་པོ་ཞིག། ངས་འདི་སྤེལ་དགོས་པ་རེད་དང་འདི་སྤེལ་དགོས་པ་མ་རེད། ཅེས་ཤོད་ཀྱི་མིན། ཡིན་ན་ཡང། ངོ་རྒོལ་སྐད་འབོད་ཅིག་བྱས་ན། ཕྱི་ལོགས་ནས་ཧ་གོ་བ་མ་རེད། གསལ་འགོད་པ་ནི་སླེབས་མ་སོང། གང་ཡང་ཕན་ཐོགས་ཀྱི། མ་རེད་སྙམ་པ་དེ་འདྲ་རྩ་བ་ཉིད་ནི་མ་རེད། དེ་ཡི་ཉིན་མོ་ཚང་མ་འབོད་ཚིག་གཅིག་བསྒྲགས་ན། རང་ཉིད་ཀྱི་སེམས་ལ་ཚོར་སྣང་གང་འདྲ་ཞིག་སྐྱེ་གྱིན་འདུག་དེ་ལ་བརྟེན་ནས་བསམ་བློའི་གནས་སྟངས་གང་འདྲ་ཞིག་ལ་སྡོད་ཀྱི་རེད། གང་འདྲ་ཞིག་ལ་ལྷག་གི་རེད། དེའི་རླབས་ཆེན་པོ་དང་གལ་ཆེན་པོ་ཞིག་རེད་མ་གཏོགས་ཁ་ཤས་ཅིག་གིས་སྐད་ཅིག་བརྒྱབ་སོང་དེ་ག་རེ་ཕན་གྱི་རེད། སེམས་འགུལ་པ་ནི། སླེབས་མ་སོང། གཞན་གྱིས་མཐོང་མ་སོང། དེ་འདྲ་གསུང་མཁན་ཡང་འདུག། ཡིན་ན་ཡང། དེ་གཞན་ཞིག་གིས་མཐོང་བ་གཅིག་པོའི་ཆེད་མ་རེད། དེའི་བཀའ་དྲིན་ལ་བརྟེན་ནས་དེ་རིང་ཁ་སང་གི་གནས་སྟངས་ལ་ལྟོས་དང། དངོས་གནས། སྔོན་དང་མ་འདྲ་བའི་བོད་ཀྱི་ས་ཆ་ཚང་མར། གནས་ཚུལ། སྔར་ལས་ལྷག་ཞིག། རྟོགས་ཐུབ་པ་དང། ཕྱི་རྒྱལ། ཕྱི་རྒྱལ། ཕྱི་རྒྱལ་ཁབ་ཚང་མར་བོད་དོན་ཁྱབ་སྤེལ་ཕྱིན་པ། ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ཀྱི་ལྟེ་གནས་ཆེ་ཤོས་རྒྱ་གར་ལྟ་བུ་ལས་གླིང་སྐོར་ཞིག་སྤེལ་སྐབས། མི་མི་འཛིན་པའི་དཀའ་ངལ་ཕར་ཆེར་མེད་པའི་བཟོ་འདྲ་བོ་ཞིག་རེད། ད་ལོའི་ལྔ་བརྒྱད་དགུ་ལ། དེ་འདྲ་ཆགས་ཀྱིན་འདུག་བོད་ནང་གི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱིས་དབང་དང་པོ་རྒྱ་རིན་པོ་ཆེ་བོད་ལ་ཕེབས་དགོས། བོད་ལ་རང་དབང་དགོས་པ་དེ་ཤུགས་ཆེན་པོ་བཤད་ཡོད་པ་རེད་མ་གཏོགས། རྒྱལ་སྤྱིའི་རྒྱབ་སྐྱོར་ཆེན་པོ་དགོས་ཀྱི་ཡོད་ཅེས་བརྗོད་ཡོད་པ་མ་རེད། སྤྱི་བཏང་གིས་དགོས་ཀྱི་ཡོད་པ་རེད། དེ་ལས་ཀྱང་གལ་ཆེ་བ་སྟེ། བོད་པ་ཚོས་བསམ་བློའི་ནུས་པ་གཅིག་ཏུ་སྤུངས་ཐུབ་པ་དང། རེ་བ་མ་བརླག་པ་དེས་གནད་འགག་གཙོ་བོ་ལ་འཛིན་དགོས་པ་རེད་ཅེས། དོན་དག་གཅིག། དོན་དག་གཅིག་དེ་དེ་ཤེས་རྒྱུ་ཡིན། དེ་ནི། གཙོ་ཆེ་ཤོས་དེ། ད་ལྟ་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ཀྱི་ངོས་ནས་ལས་འགུལ་རྣམ་པ་མི་འདྲ་བ་རབ་དང་རིམ་པ་མང་པོ་ཞིག་འགྲོ་ཡི་རེད། ང་རང་གིས་ལྟ་ཚུལ་བྱས་པ་ཡིན་ན། འདས་པའི། འདས་པའི་ལོའི་ནང་ལ། འདས་པའི་ལོའི་ནང་ལ། ལྡི་ལི།

བགྲོ་གླེང་མང་པོ་ཞིག་གསུངས་ནས། གླེང་སྐོར་དེ་གྲུབ་འབྲས་མེད་པ་དེ་འདྲ་ཡོང་གིན་འདུག་དེ་འདྲ་ཡིན་དུས་མ་འོངས་པར། དེ་འདྲ་དེ་འདྲ་བར། བསྟན་འཛིན་བྱེད་ཤུགས་མེད་ན་ཡག་པོ་འདུག་སྙམ་པའི་ཚོར་སྣང་བྱུང་སོང་དེ་ཡང་ཞོར་དུ་གཅིག་ཞུ་རྒྱུ་ཡིན། དེ་ནས། བྲོས་བྱོལ་གྱི་ཡིག་ཆ་དེ་དཔེ་མི་སྲིད་པའི་ཡག་པོ་བཟོས་འདུག་དོན་དག་ཆ་ཚང་ཚང་མ་ལྷག་པར་དུ་གང་ལ་གང་འཚམ་གྱིས་ཞིབ་འཇུག་གི་རི་ཐང། ལྡན་པར་གནང་འདུག་དེ་ལ་ཕྱག་ལས་གནང་མཁན་གྱི་སྤྱི་འཐུས་རྒྱུན་ལས་རྣམ་པ་རེད། ཚོགས་དྲུང་ལས་ཁུངས་སུ་ཕྱག་ལས་གནང་མཁན་ཚང་མ་ལ་བསྔགས་བརྗོད་ཞུ་རྒྱུ་ཡིན། དེ་ནས་ད་རེས་ང་ཚོས་དེའི་ནང་ལ་གྲོས་ཆོད་དོན་ཚན་གསུམ་པ། བོད་རིགས་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་སྲིད་བྱུས་དེ་དག་དངོས་སུ་ལག་བསྟར་ཡོང་ཆེད། བོད་རྒྱ་གཉིས་དབར་ཞི་མོལ་གྱི་ལས་དོན་འཕྲལ་དུ་འགོ་འཛུགས་བྱ་དགོས་ཟེར་བ་དེ་ནམ་རྒྱུན་ཡོང་བསྡད་ཀྱི་ཡོད་པ་རེད། དེར་ང་ལ་དམིགས་བསལ་གྱི། དགག་པ་གང་ཡང་མེད། རེད་དེ། དེ་དང་འབྲེལ་ནས་སྐད་ཆ་ཚིག་འགའ་ཤས་བཤད་རྒྱུ་ཡོད། གོང་དུ། ངས་སྐད་ཆ་འགོ་བཙུགས་དུས། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཀྱི་ནང་ལ་བོད་ནང་དུ། བོད་ནང་ལ། སེ་གོལ་གནས་མལ་གྱི་དཀའ་ངལ་ཧ་ཅང་ཆེན་པོ་ཞིག་ཡོད་པ་རེད། རྒྱུ་མཚན་དེ་ཐག་གཅོད་པའི་ཆབ་སྲིད་ཀྱི་ལས་འགུལ་སྤེལ་བའི་གོ་སྐབས་ཅིག་ང་ཚོས་བླངས་པ་རེད། ཅེས་ངས་ཅིག་བཤད་ཀྱི་ཡོད། དེ་ག་དེ་ག་ནང་བཞིན་ང་ཚོ་གཙང་ཆུའི་ནང་ལ་གནས་སྟངས་དེ་དེ་འདྲ་བ་བྱུང་ཡོད་དེ་འདྲ་བ་བྱུང་ཡོད་རེད། ཕྱོགས་གཞན་ཞིག་ནས་བསམ་བློ་བཏང་བ་ཡིན་ན། ང་ཚོ་ལྔ་བཅུ་ང་དགུ་རེད་དྲུག་ཅུ་ཐམ་པ་རེད། དྲུག་ཅུ་རེ། དྲུག་ཅུ་རེ་གཉིས། དེ་ཚོའི་ནང་ལ། ང་ཚོའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་དུ་དྲུག་ཅུ། བརྗོད་པའི་གོ་སྐབས་རབ་དང་རིམ་པ་བྱུང་ཡོད་པ་རེད་དེ། ལྔ་བཅུ་ང་དགུ་ལ་ང་ཚོ་རྒྱ་གར་དུ་ཡོང་བའི་སྐབས་ལ། རྒན་པ་ཚོས་བཤད་ཚུལ་ལ། ངོ་ཤེས་པ་ས་དང་གནམ་རེད་ཅེས་པ་དེ་རེད། དཀའ་ངལ་ཆེན་པོ་མང་པོ་ཞིག་ཡོད་རེད། ལྔ་བཅུ་ང་དགུ་ནས། བདུན་ཅུ་དང་དགུ་བར་གྱི། མི་ལོ་ཉི་ཤུ་ཐམ་པའི་རིང་ལ། ང་ཚོ། མི་མང་གི་ངོས་ནས། བོད་རང་བཙན་སླར་གསོའི་ཆེད་དུ་བོད་རང་བཙན་བསྐྱར་གསོའི་ཆེད་དུ། ག་རེ་བྱེད་འདུག་བསམ་བློ་བསྐྱར་ཞིབ་བྱ་དགོས་པ་དེ་བརྒྱ་ཆ་བརྒྱ་གནད་འགག་ཅིག་རེད་སྙམ་གྱི་འདུག་ང་ཚོས་མི་ལོ་ཉི་ཤུའི་རིང་ལ་ལས་ཀ་བྱས་པ་རེད་དེ་གྲུབ་འབྲས་གང་ཡང་བྱུང་ཡོད་པ་མ་རེད་ཅེས་ཟེར་དུས།

ཕྱི་ལོ་དགུ་བརྒྱ་བདུན་ཅུ་དུང་ཕྱིར་རེད། དེ་ལྟར་བྱས་ན་མི་ལོ་བཅོ་ལྔ་རེད། དེ་དུས་ང་ཚོའི་ལངས་ཕྱོགས་དེ་རང་བཙན་བཟུང་ཡོད་པ་རེད། དེ་དུས་དུས་བཟང་ནང་བཞིན་མི་དམངས་ཀྱི་ནུས་པ་སྤུངས་པ་དང་ཁོར་ཡུག་གི་ནུས་པ་དེ་འདྲ་ཡོད་པ་རེད་དམ་མ་རེད། ཨ། རེད་དམ་ཡོད་པ་མ་རེད། གནས་སྟངས་དེ་ཡོད་པ་རེད་དམ་ཡོད་པ་མ་རེད། ཆུང་ས་ནས་བཤད་ན། དེ་དུས་བོད་ནང་གི་གནས་ཚུལ་རྣམས་ང་ཚོར་རྙེད་ཀྱི་རེད་དམ་རྙེད་ཀྱི་མ་རེད། དེ་རྙེད་པ་ཡིན་ན། མི་དམངས་ལ་ཁྱབ་བསྒྲགས་བྱེད་ཐུབ་ཀྱི་ཡོད་པ་རེད་དམ། ཡོད་པ་མ་རེད། དེ་ལྟ་བུའི་གནས་སྟངས་མང་པོ་ཞིག་གི་སྟེང་ནས། དེ་དུས། ང་ཚོས་གོ་སྐབས་སྤྲད་པ་དེ། ཉུང་དྲགས་འདུག་སྙམ་པ་དེ་བརྒྱ་ཆ་བརྒྱ་ཐམ་པ་བྱུང་ཡོད། དེས་ན། ཚོར་སྣང་ཡོད་གང་ཡོད་པ་དེ། གྲོས་ཚོགས་ཀྱི་ར་བར་བཤད་པ་ཡིན་དུས། མ་བཤད་ན། རྫུན་དུ་གྱུར་གྱི་རེད། རྫུན་བཤད་ནས་གྲོས་ཚོགས་ར་བའི་ནང་དུ་བསྡད་ན་སྙན་པོ་མི་འདུག། དེས་ན། ད་ལྟའི་གནས་སྟངས་དེ། དྲང་པོ་མ་ཤེས་ན་ཐོས་ཀྱི་མི་འདུག་གང་ལྟར་དེ་ནས་ཕྱི་ལོ་བདུན་ཅུ་དང་དགུ་ནས་ཡིན་དུས། ཧ་ཅང་རྒྱུན་རིང་པོ་སོང་ཟིན་ཀྱང། ནུས་པ་ཅི་ཡང་ཐོན་མ་སོང། དེ་དུས་རྒྱ་ནག་གིས་ཨོ། དེ་དུས་རྒྱ་གཞུང་གི་བཀའ་མོལ་ཞིག་ལ་བརྟེན་ནས་ང་ཚོའི་སྲིད་བྱུས་ལངས་ཕྱོགས་ལ་འགྱུར་བ་བཏང་ཡོད་པ་རེད་དེ་ནས་ད་ལྟའི་བར་དུ་མི་ལོ་སུམ་ཅུ་སོ་གསུམ་རིང། དེའི་ཚོད་ཀྱིས་རྒྱུན་རིང་པོ་རེད་དཔེ་བཞག་ན། ཕྱི་ལོ་ལྔ་བཅུ་ང་དགུ་ལ། གཞི་རིམ་གྱི་བསླབ་གྲྭ་དང་པོ་འགྲིམས་པའི་མི་དེ་ཚོ། ལོ་ངོ་ཉི་ཤུ་འགོར་བའི་རྗེས་ལ། མང་ཆེ་བ་ཞིག་རྒྱལ་སྤྱིའི་སྤྱི་ཚོགས་ལ་སྐུར་འདེབས་བྱེད་དགོས་ན་འདྲ། ལས་འགུལ་སྤེལ་དགོས་ན་འདྲ། སྐད་ཆ་བཤད་དགོས་ན་འདྲ་ཆ་ཚང་བྱེད་ཐུབ་པའི་མི་མང་པོ་གྱུར་ཚར་བ་རེད། དེས་ན་དེ་དུས་ང་ཚོས་སྐྱ་ཆད་སྔོ་སྡུག་གི་དུས་ཚོད་དེ་ལ། ང་ཚོས་སྲིད་ཇུས་གཅིག་བཟུང་ནས་ནུས་པ་དེ་རྒྱུན་རིང་པོ་ཞིག་ལ་མ་ཐོན་པ་རེད་དེ། མ་ཐོན་ན་ཡང་ཁག་མི་འདུག་ཁག་མི་འདུག་ཨང་སྙམ་པའི་སྲིད་ཇུས་འཛིན་སའི་ཁོར་ཡུག་ལ་ང་ཚོས་མི་ནུས་མེད་ནུས་པ་དང། ཁོར་ཡུག་གི་ནུས་པ། དེ་སང་གི་མཐུན་རྐྱེན་གྱི་ནུས་པ་དཔལ་འབྱོར་ཆ་ཚང་གི་སྟེང་ནས་དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་པའི་དུས་སྐབས་ཤིག་རེད་འདུག་སྙམ་གྱི་འདུག་ད་མ་འོངས་པར་རྒྱ་ནག་གཞུང་གི་སྲིད་ཇུས་ལངས་ཕྱོགས་ག་འདྲ་ཞིག་འཛིན་གྱི་འདུག། ད་ལྟ་ཡན་ལ་རྒྱ་ནག་གཞུང་གིས་ང་ཚོ་ལ་སྲིད་བྱུས་ལངས་ཕྱོགས་གཅིག་བཟུང་ནས་བསྡད་ཡོད་པ་རེད། དེ་ལ་ཕན་ཐོགས་ག་རེ་བྱུང་ཡོད་ལན་འདེབས་ག་རེ་བྱུང་སོང། ནུས་པ་ག་རེ་ཐོན་སོང། དེ་དག་ལ་བསྐྱར་ཞིབ་བྱ་དགོས་པ་རེད་སྙམ་གྱི་འདུག་ད་རིང་གི་ངའི་བསམ་ཚུལ་དེ་གྲོས་ཆོད་དོན་ཚན་གསུམ་པ་དེ་ལ་ཡིན། ཡིན་ཡང་དེ་ལ་དགག་བཞག་རྩ་བ་ཉིད་ནས་མེད། གང་ཡིན་ཟེར་ན། ང་ཚོའི་སྲི་ཞུ་ནང་ཤོག་ཅིག་བྱས་ནས་འགྲོ་ཡི་ཡོད་པ་རེད། འོན་ཀྱང། དེ་དང་འབྲེལ་ནས་སྐད་ཆ་གཅིག། མ་བཤད་ན་རྩ་བ་ཉིད་ནས་འགྲིག་མ་སོང། དེ་ན་ད་ལྟའི་དུས་ཚོད་ལ་དེ་འདྲ་རེད། དེའི་བརྟེན་མ་འོངས་པར་ངས་ང་ཚོའི། མི་ཐོག་མང་པོ་ཞིག། འགྲོ་དགོས་ཀྱི་མ་རེད། མི་ལོ་བཞི་བཅུ་ལྔ་བཅུ་ཞིག་ལ། ཕྱིར། མིག་ཅིག་ལྟོས་དང། ང་ཚོའི་ཁོར་ཡུག་གི་གནས་སྟངས། བེད་སྤྱོད་ཚད་ག་འདྲ་ཞིག་ལ་སླེབས་འདུག་ང་ཚོས་ཅུང་འགྲེལ་བཤད་རྒྱག་ཐུབ་པའི་དུས་ཚོད་དེ་ལ་བཞག་པ་རེད། ངས་ལྟ་ཚུལ་ལ། དེའི་རིང་ལ་འཐུས་ཤོར་ཞིག་རེད་སྙམ་པ་དྲན་གྱི་འདུག་དེ་ཡང་གོ་སྐབས་འདིའི་བརྒྱུད་ནས་བཤད་པ་ཡིན། ད་རིང་འདིར་ཕྱག་རོགས་སྤྱི་འཐུས་མང་པོ་ཞིག་ཕེབས་འདུག་པས་ངས་མང་པོ་ཞིག་ཤོད་བསྡད་ན་དུས་ཚོད་འཕྲོག་གླ་རེད། དེས་ན། ངས་བཤད་མཚམས་འདི་ནས། འཇོག་གི་ཡིན་ཐུགས་རྗེ་ཆེ། སྤྱི་འཐུས་དགེ་བཤེས་རྨི་ལམ་མཐའ་བཞི་ལགས་ནས། བཀའ་བསྟན་ཚོགས་གཙོ་མཆོག་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་ཆེར། ཡིག་ཆ་དབང་དྲུག་པ་དང་འབྲེལ་བའི་ཐོག་ནས་ཞུ་རྒྱུ་ཞིག་ལ། སྤྱི་བཏང་དང་ད་གུང་དུ་ཤར་རིའི་སྤྱི་འཐུས་ཤིག་གིས་གསུངས་པ་ནང་བཞིན། བོད་ཀྱི་རྫ་དྲ་གནས་སྟངས་དེ་མི་ལོ་དྲུག་ཅུ་ལྷག་ཙམ་རིང་ལ། རྫ་དྲ་ཧྲེང་གི་གནས་སྟངས་ཡིན་པ་དེ་གསལ་པོ་གསལ་རྐྱང་རེད། ཡིན་ན་ཡང། ད་རེས་ཀྱི་ཉིན་མོ་དང་འབྲེལ་བའི་ཐོག་ནས། ང་ཚོ་སྐབས་བཅོ་ལྔ་པའི་གྲོས་ཚོགས་ཚོགས་དུས་གསུམ་པའི་ཉིན་དང་པོ་དང་རྒྱ་ནག་གིས་ཉིས་སྟོང་བརྒྱད་ལོར་བོད་ལ་དྲག་གནོན་གདོང་གཏུག་ཤུགས་ཆེན་པོ་བྱས་ནས། ཁོ་རང་ཚོས་མི་ཞིག་བཏགས་ཏེ་གདོང་མཆོང་འཕྲོག་ས་ཟེར་བའི་མི་ཞིག་བཏགས་ནས་ལོ་ཤས་འགྲོ་གི་ཡོད་པ་རེད་ཕར་ཆེར། དེ་རིང་རྒྱ་ནག་དབུས་རེད་བོད་རང་སྐྱོང་ལྗོངས་ཟེར་བའི་ས་གནས་རེད་ས་ཕྱོགས་གང་སར་དུས་དྲན་དེ་ཁོང་ཚོའི་བརྩི་སྲུང་བྱེད་ཀྱི། ཡོད་ན་ཡང་འདྲ། དྲན་གསོ་བྱེད་ཀྱི་ཡོད་ན་ཡང་འདྲ། གང་ལྟར། བྱེད་ཀྱི་ཡོད་པ་ཐག་ཆོད་ཡོད་ཀྱི་རེད་དྲན་གྱི་འདུག་དེ་འདྲ་ཡིན་དུས། དང་པོ། གནད་དོན་དེ་དང་འབྲེལ་བའི་ཐོག་ནས་སྤྱི་བཏང་གནས་ཚུལ་ག་རེ་བྱུང་ཡོད་པ་དེ་ད་ལྟ་གོང་དུ་གསུངས་པ་ནང་བཞིན། རྒྱལ་སྤྱིའི་རྒྱུས་ལོན་ཁག་རེད་དེ་བཞིན་ང་རང་ཚོའི་བོད་མི་མི་རེ་ལ་འགན་རེ་ཡོད་དུས། ཉི་མ་རེ་རེ་བཞིན་སོ་སོའི་དོགས་སྣང་སྤྱད་ནས་ཤེས་རྟོགས་བྱུང་གི་ཡོད་པ་རེད་ཡིན་ན་ཡང། རྒྱལ་སྤྱིའི་སྤྱི་ཚོགས་འདིའི་ནང་ལ་དེང་སང་རྒྱ་ནག་ལས་ལྷག་པ་ཞིག་མེད་པ་འདྲ་བོ་ཞིག་ཆགས་ནས། རྒྱ་ནག་གི་སྲིད་འཛིན་གྱིས་འཆམ་མཐུན་གྱི་སྤྱི་ཚོགས་བསྐྲུན་གྱི་ཡོད་ཟེར་ནས། རྒྱ་ནག་གི་སྲིད་འཛིན་གྱིས་འཆམ་མཐུན་གྱི་སྤྱི་ཚོགས་བསྐྲུན་གྱི་ཡོད་ཟེར་ན། འཛམ་བུ་གླིང་ཚང་མས་འཆམ་མཐུན་སྤྱི་ཚོགས་རང་རེ་བསྲེས་ནས་འགྲོ་བསྡད་པའི་གནས་སྐབས་ཤིག་ཡིན་པ་དང། དམིགས་བསལ་རྒྱ་ནག་གི་གཞུང་འབྲེལ་གྱི་དྲ་རྒྱ་དེ་འདྲའི་ནང་ལ་གནས་ཚུལ་དོན་དང་དེ་ཚོར་བལྟས་པ་ཡིན་ན། ང་ཚོ་འདི་ནས་སྐད་ཆ་བཤད་པ་ཡིན་ན་ཡང་འདྲ། དགོས་འདུན་བཏོན་པ་ཡིན་ན་ཡང་འདྲ་ཁོང་ཚོའི་དོགས་སྣང་ཆེན་པོ་ཞིག་བྱས་བསྡད་ཀྱི་ཡོད་པའི་རྣམ་པ་ཆེན་པོ་ཞིག་འདུག་དང་པོ། ངས་གྲོས་ཚོགས་ར་བ་འདིའི་ནང་ནས་ཁོ་རང་ཚོས་བཏགས་པའི་གདོང་ཅོག་ཁྲོག་སེལ་ཟེར་བའི་དོ་ཟླ་དེའི་ཐོག་དོ་ཟླ་དེའི་ཐོག་ལ་ཚིག་ཁ་ཤས་ཤིག་ཤོད་རྒྱུ་ཡིན། དངོས་གནས་རེད། ཕྱི་ཟླ་གསུམ་པའི་ཚེས་པ་བཅུ་བཞི་ཉིན་མོར་གདོང་ཅོག་ཁྲོག་སེལ་བྱས་པ་རེད། བྱེད་མཁན་དེ་ཡང་རྒྱ་ནག་སྲིད་གཞུང་རེད། ག་ཚོད་འདོན་གི་ཡོད་མེད་དང་ག་ཚོད་བསད་ཡོད་མེད་དེ། ང་ཚོས་ཉིས་སྟོང་བརྒྱད་ཀྱི་སྙན་ཐོ་རིམ་པ་བཞིན་དུ་བཏོན་ཡོད་པ་རེད། དེ་དག་ནང་ལ་གསལ་པོ་གསལ་རྐྱང་རེད། དམིགས་བསལ་གྱིས་དེང་སང་སྤྱི་ཚོགས་འདིའི་ནང་ལ་དཔང་རྟགས་དང་དེ་འདྲ་མང་པོ་ཞིག་ཡོད་དགོས་པ་རེད། ང་རང་ཚོའི་འབྲེལ་ཡོད་ལས་ཁུངས་བརྒྱུད་ནས་ང་རང་ཚོར་རག་བསྡད་པའི་སྔོན་མ་རྟེན་འབྲེལ་ལ། གདུང་བ་དང། ནད་དང། གང་འདྲ་ཆགས་ཡོད་མེད་དེ་ནང་བཞིན། ཉེ་བའི་ཆར་ང་ཚོར། བརྙན་འཕྲིན་འབྱོར་བ་ལྷ་སའི་དགོན་སྡེ། དགོན་སྡེ། ཁུག་ལ། གནས་སྟངས། གང་འདྲ་བྱུང་ཡོད་པ་དེ་དག། ཡོད་རེད། ལག་པ་བཅག་ཡོད་རེད། ཚང་མ་བཅོ་མཁན་དེ། རྒྱ་ནག་ཁོ་རང་ཚོ་ཆགས་བསྡད་ཡོད་རེད་ལ། འཕྲོག་གི་ཡོད་རེད། རྒྱུ་ནོར་དངོས་པོ་འཕྲོག་གི་ཡོད་རེད། ཚེ་སྲོག་ལོངས་སྤྱོད་འཕྲོག་གི་ཡོད་རེད། བསགས་པ་རེད། དེ་ནང་བཞིན་གྱི། མེ་མདའ་མང་པོ་བརྒྱབ་ནས་མེ་འབར་བ་དང་བསགས་པ་རེད། རང་ལུས་མེ་སར་བཏང་བ་དེ་དག་གི་འགན་ཁག་ཆ་ཚང་དེ་རྒྱ་ནག་གཞུང་ལ་ཡོད་དུས་བསགས་པ་རེད། རྒྱ་ཆེ་ས་ནས་བཤད་ན་ད་ང་ཚོ་ཆོས་ཁས་ལེན། ཆོས་ཁས་ལེན་དེ་འདྲ་ཡིན་དུས། ཆོས་ཁས་ལེན་མཁན་དེ་འདྲ་ཡིན་དུས། ལུས་ངག་ཡིད་གསུམ་གྱི་ནང་ནས་ཡིད་བདེ་གཙོ་ཆེ་ཤོས་བྱེད་ཀྱི་ཡོད་པ་རེད། དེ་འདྲ་ཡིན་དུས། བོད་མི་དམངས་ཀྱིས་དངོས་དོན་གང་ཡོད་པ་དེ་བསགས་པ་རེད། བསགས་མཁན་དེ་ཡང་རྒྱ་ནག་གཞུང་རེད། དེར་བརྟེན་དེ་རིང་རྒྱ་ནག་གཞུང་གིས་གདོང་ཕྱིར་འཕྲོག་གསར་གྱི་དོན་རྐྱེན་ལ་དུས་དྲན་བྱེད་ཀྱི་ཡོད་ན། དེ་དག་ཆ་ཚང་དྲན་པ་བྱེད་དགོས་ཀྱི་འདུག་ཟེར་ནས་ཞུ་གི་ཡོད། དེ་ནང་བཞིན་ཁོ་རང་ཚོས་གདོང་ཕྱིར་བྱས་ནས། བཙོན་ཁང་ནང་དུ་འདས་གྲོངས་སུ་ཕྱིན་པ། གནས་ཚུལ་མང་པོ་ཞིག་ཆགས་ཀྱི་ཡོད་པ་རེད། དེ་དག་དཔེ་མཚོན་རེ་རེ་བཞིན་འཇོག་མ་དགོས་པའི་ཐོག་ནས་ངས་དོན་དག་དང་པོ་དེ་འདིའི་ཐོག་ལ་ཤོད་བཞིན་ཡོད། ཕྱི་ལོ་ཉིས་སྟོང་བཅུ་གཉིས་དང་གསུམ་པའི་ཚེས་བཅུ་བཞི་ཉིན་གྱི་ཐེངས་གཉིས་པ་སྤྱི་འཐུས་དགེ་བཤེས་རྨི་ལམ་ཐར་ཤེས་ལགས་ནས་དཔལ་ལྡན་ཚོགས་མཆོག་བོད་ནང་ལ་རང་ལུས་མེ་སྲེག་བཏང་བ་དང། དེ་བཞིན། གཞིས་བྱེས་བོད་མི་ཚོས་རྒྱ་ནག་གི་སྲིད་གཞུང་ལ་ངོ་རྒོལ་རབ་དང་རིམ་པ་གནང་སྟངས་དེ་དག་དང་འབྲེལ་བའི་ཐོག་ནས། རྒྱ་ནག་གིས་བོད་ཐོག་ལ་འཛིན་པའི་སྲིད་བྱུས་དེ་ལ་སྔ་ཕྱི་བར་གསུམ་ལ་འགྱུར་བ་གང་ཡང་གཏོང་གི་མེད་པ་རེད། དངོས་གནས་ང་ཚོར་ཐད་ཀར་འབྲེལ་བ་དགོས་ས་དེ་རྒྱ་ནག་གཞུང་དེ་རེད། རྒྱ་ནག་གིས་ང་ཚོ་ལ་ད་ལྟའི་བར་དུ་ཁོ་རང་ཚོས་བཤད་སྟངས་འདི་འདྲ་ཞིག་རེད་ཤག། ཀྲུང་དབྱང་དང་ཏཱ་ལའི་རུ་མཚོའི་དབར་གྱི་འཐབ་རྩོད་ཀྱི་ལྟེ་བ་དང་ངོ་བོ་ནི་མེས་རྒྱལ་གོང་བུ་གཅིག་གྱུར་སྲུང་སྐྱོབ་དང་ཁ་བྲལ་ལ་ངོ་རྒོལ་བྱེད་པའི་ཆབ་སྲིད་ཀྱི་གནད་དོན་ཞིག་ཡིན་ཞེས་རྩ་བ་ལྟ་བུ་ཁོང་ཚོས་དེ་བཤད་ནས། མདོར་བསྡུས་ན། ཏཱ་ལའི་རུ་མཚོ་དང་ང་ཚོའི་བར་འཐབ་རྩོད་དེ། ཁྱོ་ཤི་ང་གསོན་གྱི་འཐབ་རྩོད་དང། ཁ་བྲལ་རིང་ལུགས་ཀྱི་འཐབ་རྩོད་དེ། ཁ་བྲལ་རིང་ལུགས་ཀྱི་འཐབ་རྩོད་དེ། འཐབ་རྩོད་དེ་ཚོ་ཐལ་བའི། འཐབ་རྩོད་དེ་ཚོ་ཐལ་བའི་རྡུལ་དུ་བརླག་པར་བྱེད་ཀྱི་ཡིན་ཞེས། དུས་རྟག་ཏུ་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཐོག་ནས་བཤད་བཞིན་པ་དེ་རེད། ཡིན་ན་ཡང། ང་རང་ཚོའི་ངོས་ནས། སྤྱི་སྟངས་གཅིག་སྟོང་དགུ་བརྒྱ། བདུན་ཅུ་དང་བརྒྱད་དང་དགུ་ནས་དང། སྤྱི་སྒྲ། ཉིས་སྟོང་གཉིས། ཡང་སྒོས། ཉིས་སྟོང་བརྒྱད་དང་བཅུ། དེ་ཚོ་ལ། ང་ཚོས་ཡིག་ཆ་དེ་དག་ཕུར་ནས། བོད་ཀྱི་རེ་བ་ནང་བཞིན། རེ་བ་མང་པོ་ཞིག། བརྒྱབ་ཡོད་རེད་ལྷག་པར་དུ། ད་ལོའི་སུམ་ཅུ་དུས་དྲན་ཉིན། བཀའ་ཤག་གི་གཏམ་བཤད་ནང། རྒྱ་ནག་གི་མི་རབས་གསར་བ་དེ་ཚོ་ལ། དམིགས་བསལ་གྱི་རེ་བ་གསར་པ་སྤྱོད་ཀྱི་ཡོད་པའི་རྣམ་པ་དེ་འདྲ་སྟོན་ན་ཡོད་རེད། ཡིན་ཡང། ཁོང་ཚོ་ནི། ཉིན་གཅིག་ལ། རྣམ་འགྱུར། ཡག་པ་ཞིག་སྟོན་གྱི་ཡོད་མ་རེད། ང་ཚོས། ག་ཚོད་ཅིག་བཤད་ཀྱང། དངོས་གནས། དེའི་དུས་ལ་ཡ་མཚན་དགོས་པ་དེ་འདྲ་རེད། དེ་རིང་བཤད་ས་ཡོད་དུས་བཤད་ན་དྲན་སོང། ང་ཚོའི་སྐུ་འཚུབ་ཚོ་རྒྱ་ནག་ལ་ཕེབས་པའི་གནས་སྐབས་སུ། རྒྱ་ནག་གཞུང་གིས་མཐའ་འཁྱོངས་གསུམ་དང། མཚམས་འཇོག་བྱེད་དགོས་པ། བཞི། རྒྱ་ནག་གཞུང་གིས་མཐའ་འཁྱོངས་གསུམ་དང་མཚམས་འཇོག་བྱེད་དགོས་པ། བཞི། དེ་ཚོ་ཟེར་གྱི་འདུག། ཅེས་ཚུར་ཕེབས་ཡོང་ནས་ང་ཚོ་ལ་རེ་རེ་བཞིན་བསྒྲགས་པ་དང། རྒྱ་ནག་གིས་ག་རེ་ཟེར་གྱི་ཡོད་པ་ང་ཚོ་ལ་ཚུར་བཤད་ཀྱི་ཡོད་རེད། དེ་ངས་སྡུག་ཅག་རེད་ཞུ་གི་མེད། ང་རང་ཚོའི་མི་དེ་དྲང་པོ་ཡིན་པའི་དོན་ཞིག་རེད་དྲན་གྱི་ཡོད། ཡིན་ཡང། ཡིན་ན་ཡང་ང་ཚོ་ཕར་ཐད་ཀར་འབྲེལ་བ་བྱེད་ས་དེ་ད་ལྟའི་བར་དུ་འབྲེལ་མོལ་ཐེངས་དགུ་ཙམ་གནང་བ་ཡིན་ཞེས་འབྲེལ་བ་བྱེད་ས་རྒྱ་ནག་འཐབ་ཕྱོགས་གཅིག་གྱུར་གྱི་མགོ་ཁྲིད་གཞོན་པ་ཝའེ་ཆིན་ཞེས་པ་དེ་ལ་ཐག་པར་ཐུག་གི་ཡོད་རེད། བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་ཡང་ཁོང་ལ་སྤྲོད་ཡོད་རེད། བསམ་འཆར་གྱི་འགྲེལ་བརྗོད་ཡིག་ཆ་ཡང་ཁོང་ལ་སྤྲད་ཡོད་རེད། ཡིན་ན་ཡང། ཁོ་རང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་བོད་རང་སྐྱོང་ལྗོངས་ནས། བོད་རང་སྐྱོང་ལྗོངས་ནང་སླེབས་ནས། ཏཱ་ལའི་རུ་ཚོགས་ཀྱིས་འཐབ་རྩོད་བྱ་རྒྱུའི་གནད་དོན་སྐོར་ལ་བཤད་ནས། མདོར་བསྡུས་ན། ཏཱ་ལའི་རུ་ཚོགས་དང་འཐབ་ཕྱོགས་གཅིག་གྱུར་ལ་ང་ཚོའི་ངོས་ནས་འགྱུར་བ་ཡོང་སྲིད་ཀྱི་མ་རེད་ཅེས་དང། ཏཱ་ལའི་རུ་ཚོགས་དང་ང་ཚོའི་བར་དབར་གྱི་འཐབ་རྩོད་དེ། ཡུན་རིང་བ་དང་རྣོ་ངར་ཆེ་བ་དང་རྙོག་འཛིང་ཆེ་བ་དང་སྐབས་རེ། རྫ་སྒྲ་ཆེན་པོ་ཡོང་བ་དང། རིག་པ་དྭངས་གསལ་གྱི་ཐོག་ནས། རྒྱུན་སྐྱོང་བྱེད་དགོས་པ་དང། རྒྱལ་ཁབ་ཀྱི་བདེ་འཇགས་དང། འདུ་ཤེས་འཛིན་དགོས་སོགས་བཤད་པ་དང། མཐའ་མ་དེར་ཁོང་གིས། དོན་དག་ག་རེ་བཤད་ཡོད་རེད་ཅེ་ན། དབུ་མའི་ལམ་སེང་མཁན་དེ། བོད་རང་བཙན་གྱི་ལྟ་བ་རྩ་བ་ཉིད་ནས། མདོར་མེད་པར་རེད། ཅེས། བོད་ལྗོངས་ཉིན་རེའི་ཚགས་པར། ཅེས་སུ། ཐོན་བསྡད་ཀྱི་ཡོད་རེད། བྱེད་སྟངས་དེ་འདྲ་ཞིག། བྱས་བསྡད་དུས། ངས། འདི་འདྲ། བྱེད་དགོས་རེད། འདི་འདྲ། བྱེད་དགོས་མ་རེད་ཅེས་ཞུ་གི་མེད་དེ། ཡིན་ན་ཡང། ང་ཚོ། རེ་བ་ག་ཚོད་ཅིག། རྒྱག་ས་ཡོད་མེད་དེ། ཚང་མས། ཐུགས་བསམ་བཞེས་རན་འདུག་ལ། བཞེས་དགོས་ཀྱི་འདུག་ཅེས་ཞུ་གི་ཡོད། རྒྱ་ནག་གི་འགོ་ཁྲིད་གསར་པ་ཞིན་ཅིན་ཕིན་ཡོང་གི་རེད། ཟེར་གྱི་འདུག་ངས། ཞེ་དྲགས། ཤེས་ཀྱི་མེད་དེ། ཡོང་གི་ཡོད་རེད་དེ། ཡོང་གི་ཡོད་རེད། སྤྱིར་བཏང། རྒྱ་ནག་གུང་ཁྲན་ཏང་གི་ཆབ་སྲིད་ལ་འགྱུར་བ་འགྲོ་སྲིད་ཀྱི་མ་རེད། དེ་མིན་ཁྱད་པར་འགྲོ་སྲིད་པ་ཡང་ཡོང་སྲིད་ཀྱི་རེད། ཏིང་ཞོ་ཕིན་སླེབས་ནས་བསྒྱུར་བཅོས་སྒོ་ཕྱེ་ཡོད་པ་རེད། བར་སྐབས་དངོས་གནས་རྒྱ་ནག་གི་ནང་ལ་འགྱུར་བ་བཏང་ནས་བསམ་བློ་གཏོང་ཐུབ་མཁན། ཧུའུ་ཅིན་ཐོ། ཧུའུ་ཡོ་པང། ཧུའུ་ཡོ་པང་དང། ཀྲའོ་ཙི། ཀྲའོ་ཙི། ཀྲའོ་ཙི་ཀྲའོ་ཙི་བར་གྱི། དེ་ཚོ། བྱུང་བ་རེད། དེ། མ་བསྟན་པ་རེད། ཤིན་ཅི་ཕིན་ལ་རེ་བ་རྒྱག་གི་ཡོད་རེད། དངོས་གནས་ཁོ་རང་གི་ངོས་ནས། བསམ་བློ་གཏང་དགོས་ཀྱི་རེད་དྲན་གྱི་འདུག་ཁོ་རང་ག་འདྲ་ཞིག་ཡིན་པ། ཁོ་རང་གི་ཨ་ཕས་དཀའ་ངལ་ག་ཚོད་ཅིག་བརྒྱབ་ཡོད་པ། ཨ་ཕའི་དུས་ལ་ང་ཚོ་བོད་པ་ལ་འབྲེལ་བ་ག་ཚོད་ཡོད་མེད། ཐུགས་སེམས་ག་འདྲ་བཞེས་ཡོད་མེད་དེ་འདྲའི་ཐོག་ལ་རེ་བ་རྒྱག་དགོས་ཀྱི་འདུག་རེ་བ་རྒྱག་གི། རེ་བ་རྒྱག་ནི་རྒྱག་དགོས་ཀྱི་རེད། ང་ཚོའི་བོད་རེ་བའི་ཕུང་ཞེས་ག་ཚོད་ཕུང་གི་ཡོད་མི་ཤེས་ཀྱང། རེ་བ་བྱེད་དགོས་ཀྱི་འདུག་ཅེས་དེ་གཅིག་ཤོད་རྒྱུ་ཡིན།